ཡིད་དབང་ཙམ་ཡང་མི་འཐད་པར་འགྱུར་རོ་ཞེས་བསྒོ་བ་ཡིན་ཏེ། རང་རིག། སྤྲུལ་པའི་རིག་པ་དྲག་ཤུལ་ཡིན་ནོ། ཞེས་གསུངས། ཤེས་པའི་སྐབས་སུའང་ནི་ག་ཚོད་ན་སེམས་ཙམ་པའི་ལུགས་ལ། འདུས་བྱས་འདྲེན་པ་ཡོད་པ་ནི་ངར་མྱོང་བྱེད་ཡོད་པའི་རྒྱུ་མཚན་གྱིས་གཙོ་བོ་དྲུག་གོ། ཨ་ནི་ག་ཚོད་ན་འདུས་བྱས་འདྲེན་པར་བསྐལ་བ་ལ་སྙོན་འཇུག་སྔོན་དུ་སོང་བ་དེའི་དྲུག་གོ། དེའི་དྲུག་པ་ཡིན་ན་ད་ལྟ་སྤྱོད་རྒྱུ། སྤྱོད་རྒྱུ་ཆེན་པོ་ན་ལོ་ཤེས་མྱོང་བ་ན་བྲལ་བ་ལས་འབྲིང་རྒྱུར་གྱུར་པའི་དུག་བཞིན་ནོ། ཤེས་པའི་སྐབས་སུ་ཨ་ནི་ག་ཚ། དུས་བཞིའི་དྲན་པ་སྐྱེ་བ་དེ་ང་རིང་པོ་འདྲེན་མི་དགོས་པར། རང་རིག་མེད་ཀྱང་ག་ཚོད་ན་དྲན་པ་སྐྱེ་བའི་རིག་པ་དཔེ་ཡི་སྒོ་ནས་ནུས་དབང་མངོན་དུ་མ་སོང་ཡང། དུས་བཞིའི་དྲན་པ་སྐྱེ་བ་ཡོད་པ་དེ་མ་གྲུབ་བོ། འདི་གྲུབ་བས་དེ་ནི་ད་ལྟ་སེམས་ཙམ་པའི་ལུགས་ལ། སེམས་ཙམ་པའི་ལུགས་ལ་ད་གོམས་པ་ག་ནི་འདྲེ་བོ་རེད། ད་མཐའ་འཁྱོལ་བའི་ལུགས་ལ་དཔྱད་ན། ཨ་ནི་ད་ལྟ་དེ་བཅོས་བསྒྱུར་གྱི་གཞུང་དེ་ཨ་ནི་ག་ས་ན་ངར་འདུག་མ་བཞུགས་ཀྱང་ཕྱིའི་འབྲུ་སྒྲ་ཐོས་པ་ན་ངར་སྨུག་པའི་ཚེ་འདུག་བཞུགས་འདུག་སྙམ་པའི་ཨ་ནི་དྲན་པ་དེ་མངོན་སུམ་གྱིས་འགྲུབ་ཀྱི་རེད་ལ་ར་ད་མངོན་སུམ་གྱིས་འགྲུབ་པ་ཡིན་ན་ཨ་ནི་ད་ར་སེམས་ཙམ་པའི་ལུགས་ལ་ཡང་དེ་ལྟར་འགྲུབ་ཀྱི་རེད་བས་སེམས་ཙམ་པའི་ལུགས་ལ་འགྲུབ་པ་ཡིན་ན་དེ་ལྟར་འགྲུབ་ཀྱི་མེད་ན་ཨ་ནི་སེམས་ཙམ་པས་ད་ལྟ་དེ་བཅོས་བསྒྱུར་གྱི་ཨ་ནི་གཞུང་དེ་ཨ་ནི་དགོངས་པ་ག་ནས་འགྲེལ་འོ་རེད་འོ་འདི་འདི་འདྲི་བ་གཅིག་དེ་གཅིག་དེ་ད་ལྟ་བ་དེ།

ད་མདོ་སྡེ་པ་དག་བྱེ་བྲག་སྨྲ་བ་དག་དེ་ཅི་འདྲའི་སྐད་ཆ་ཞིག་ར་ཧི་ཏྲ་ཨ་ཡེ། མདོ་སྡེ་པ་ཡིས་ད་སེམས་ཙམ་པ་དེ་གཅིག་པ་རེད་ཀྱི་མ་རེད། སེམས་ཙམ་པས་མདོ་སྡེ་པའི་ཕྱོགས་བཟུང་ནས་ཟེར་གི་པ། ཁྱེད་དེ་སེམས་ཙམ་པ་དང་མདོ་སྡེ་པ་གཉིས་དེ་ནས་དྲན་པ་ཅིག་རང་རིག་ཡོད་པ་དུས་དེ་ནས་དྲན་པ་སྐྱེ་སྟངས་དེ་ནི་རང་རིག་གི་མྱོང་ནས་དྲན་ཡ་རེད་དེ་རེད་ཉིན་འགྱུར་བ། རྣལ་འབྱོར་སྤྱོད་པའི་དབུ་མ་རང་རྒྱུད་པས་རང་རིག་ཁས་ལེན་དུ་མ་ལེན་སོ་ད་དུ་ཐག་ཆོད་ཡོད་མ་རེད་དོ་དེ་སྤྱོད་པའི་དབུ་མ་རང་རྒྱུད་པས་ད་རང་རིག་ཁས་མི་ལེན་ཡིན་པ་ཡིན་པ་ཡོད་འོ་དེ་རང་རིག་ཁས་མི་ལེན་དེ་ད་འདི་ཡི་དྲན་པ་ག་འདྲའི་སྐྱིག་རེད་ཟེར་གི་ད་དེ་སྐབས་ལ་གྱོན་གི་ཟབ་དོན་ཡིན་ན་ཅིག་ལ་ཕལ་ཆེར་ཟབ་དོན་ཡིན་ཨེ་ནས་ད་ད་ཐལ་འགྱུར་པ་དེ་གཅིག་པ་མེད་འགྲོ་ཟེར་ཡུལ་དྲན་པའི་ཡུལ་ཅན་དྲན་པ་དེ།

ད་ནི་དྲི་རྟགས་ཁ་ཁ་ཡིན་ཙང་ནི་དེ་ཁས་ལེན་མི་ལེན་ཁྱད་པར་གྱི་ཡོད་ཀྱི་མ་རོ། ད་ཡིན་ན་ཡང་རྒན་འདིས་འོ་དེ་སུ་རེད་བཤད་ན། ཨེ་ནས། ཨེ་ནས་ཁྱོད་རང་གི་ལུང་གི་ཇི་འདྲ་སེམས་ཙམ་པས་རང་རིག་ཁས་ལེན་མེད་པ་རབ་ཀྱི་འདུག་འདྲ། ད་འདི་ང་ཚོས་ཡིད་ཆེས་ན་ལ་ད་ལུང་ཇི་འདྲ་སེམས་ཙམ་པས་རང་རིག་ཁས་མི་ལེན་པ་དང་དེ་འདྲའི་སེབས་སྐྱེ་གི་ཡོད་མ་རེད་པ། ཀུན་མཁྱེན་ཡིད་བྱེད་རྣམས་ལ་དང། ས་སྡེ་སྦྱིན་བྲག་འགའི་སེམས་ཙམ་པས། ཨེ་ནི་ར་རི་ཁས་ལིང་མ་རེད་ཐང་ཡན་ཡོག་མ་རེད་གསུང་ཡོད་ཅིག་མ་གཏོགས། ཨེ་ནི་ང་ཚོའི་ཡིད་བྱེད་རྣམས་ལ། ད་ལུང་སྦྱིན་བྲག་སེམས་ཙམ་པས་རང་རེ་ཁས་ལེན་མི་ལེན་གྱི་ཁྱི་སྐད་ཡོག་མ་རེད་ད་དེ་ཡིན་དུས། ད་དེ་ལ་ཡང་ང་ཚོས་དོགས་པ་བྱས་རབས་ཀྱི་རེད། ག་ཟེར་ན། ཨེ་ནི། མི་དགའ། ཆོས་བརྒྱུད་གླིང་ཤེས་འབྲེལ་པ་མ་ཡིན་ཏེ་ཕ་སེང་མ་མཛད་པས་གསུང་ཡིག་བཅོལ་བ་ད་པན་ཆེན་འོ་དེ་ན་ཤེས་བྱས་ནས་ད་ལུང་བྱེ་བྲག་སེང་རྟ་པའི་ལུགས་ལ་རང་རེ་ཡོད་ན་ཨེ་ལུང་གི་བྱེ་བྲག་གི་སློབ་དཔོན་དོལ་ཚོས་ཨེ་རང་རིགས་ཀྱི་རྣམ་གཞག་ཅིག་མཛད་དགོས་ཀྱི་རེད་སེ་རབ་ད་ང་ཚོས་དྲིས་པ་མཚུངས་ཡ་རབ་བྱེད་དོ། ད་ལུང་བྱེ་བྲག་སེང་རྟ་པའི་ཨ།

ད་དུར་ཐོན་བྱེད་པའི་དབུ་མ་རང་རྒྱུད་པའི་ལུགས་ལ་ཡང་དེ་ག་རེད། འོ་ད་རྣལ་འབྱོར་བྱེད་པའི་དབུ་མ་རང་རྒྱུད་པའི་ལུགས་ལ་རང་རིག་ཡོད་ན་རང་རིག་བྲི་རང་རིག་མེད་ན་ཡང་ཕྱིར་དྲན་རྒྱུ་འཆི་བའི་དུག་བཞིན་ནོ་ཉམས་རྟོགས་གྲུབ་གི་རེད་བས་འོ་ད་དེ་ནི་ལྟ་ཡག་རེད། དེ་འདྲ་ཡིན་དུས་མི་གའི་དེང་རྒྱུད་པའི་ཁྱད་ཆོས་བརྒྱད་ཀྱི་ནང་ལ་རང་རིག་གོ་ཡག་གཅིག་ཡོད་མ་རེད་བས།

མདོ་སྡེ་སྤྱི་བོའི་དབུ་མ་རང་རྒྱུད་པའི་ལུས་ལ་བལྟ། དཔེར་ན། སྒྱུ་མ་རྟ་གླང་རྣ་བའི་དབང་ཤེས་ལ་སྒྱུ་མ་རྟ་གླང་སྣང་བ་དེ་མདོ་སྡེའི་དབང་རང་རྒྱུད་པའི་ལུས་ལ་སྒྱུ་མ་རྟ་གླང་རྣ་བའི་དབང་ཤེས་ཁོ་རང་གི་གྲུ་གུ་མ་རེད། དེའི་འདུས་མ་བསྒྲུབས་པའི་སྒྲུབ་བྱེད་ཚད་མ་སུ་རེད་ཟེར་དུས་ས་ཕྱོགས་སམ་བར་སྣང་སྟོང་པ་རྫོགས་པ་དབུ་མཁོང་ཚུགས་གྲུ་གུ་རེད་ཟེར་ན་ད་དེ་རེད་བ། ད་ཁྱེད་རང་གིས་སྒྲ་རྟག་པ་བརྩིས་པའི་རྟགས་འཛིན་ཟེར་དུས་ག་ལ་རྟགས་དེ་ལ། སྒྲུབ་རྟགས་ལ་ཞུགས་མཁན་གང་ཟག་འདྲ་པོ་ཡོད་ན་ཁོ་རང་གི་གཞི་འདི་ལ་སྨིན་ནི། ཨ་ནི་ཁོ་རང་བརྟན་པོ་མཛད་འགྲོ་བ་ཅི་ཕྱིས་སུ་དེ་བྲལ་ན།

སྣང་ན། རང་གི་རྣ་བ་ལ་མཚན་མར་རོ་ཡོད་མ་རེད་བ་དེ་ལ་འཁྲུལ་ན་དེ་ལ་མཚན་མ་མ་ཡིན་ཡིན་པ་དེ་ཐལ་འགྱུར་བའི་ཐུན་མོང་མ་ཡིན་པའི་ཁྱད་ཆོས་དག་འཛོམས་པའི་འཇིག་ཡིག་ཆ་བྱས་ན་དེ་རོ། བྱས་དེ་ནས་ལོག་ཤེས་གང་ཡིན་པ་དེ་རོ། ལོག་ཤེས་གང་ཡིན་པ་དེ། རྣ་བ་ལ་ངེས་པ་དྲན་པ་མེད་སྣ་ལ་མ་ངེས་སེ་ཡོད་རེད་བ། ང་ཚོ་དཀར་བོའི་སྐབས་རེ་དེ་འདྲ་རེད་སྣ་ལ་མ་ངེས་ཐལ་འགྱུར་བའི་ལུགས་རེ་སྣ་ལ་མ་ངེས་ཡོད་མ་རེད་མདོག་མདོག་བཤད་གི་ཡོད་བ་དཀར་བོའི་སྐབས་རེ་རེད་བ། རང་གི་རྣ་བ་ལ་མཚན་མ་ཡིན་པའི་ཁྱབ་དེ།

སྙིང་སེམས་མ་ཐག་ཏུ། ཨ་ནི་རྨི་ལམ་གྱི་ཡུལ་འདྲ་མ་འདྲ་སྣང་བ་དུ་ཚོད་དྲན་ཡས་མེད་བ་དང། འདི་དག་དྲན་ཡ་ཡོད་ཕྱིར་རོ། འོ་དེ་ལྟ་འགལ་ལྟ། རྨི་ལམ་ལྟ་འགལ་དེ་ལོག་ཤེས་ཡིན་པའི་ཕྱིར། འགའ་ཤས་ལོག་ཤེས་རེད་འགའ་ཤས་དངོས་གནས་ཡོད་ཀྱི་རོ། དངོས་གནས་ཡིན་ན་རྨི་ལམ་གྱི་གླང་པོ།

དེ་དང་འདྲ། ང་ཚོས་དེ་ལོག་ཤེས་ཀྱི་མཚན་གཞི་སྟོང་གར་ཚ། རྟོག་མེད་ཡིད་ཀྱི་ཡེ་ཤེས་ངོ་བོ་གྱུར་པའི་ཡིད་འོང་ཡིད་ཀྱི་ཤེས་པའི་ངོ་བོ་སྟོང་མེད། དེ་སྤྱིར་དངོས་པོ་སྣང་བའི་ཤེས་པ་ས་ལ་གིས་གྱུར་པ་དེ་ལ་རྨི་ལམ་གྱི་དངོས་པོ་མར་དངས་རྨི་ལམ་གྱི་དངོས་པོ་ཡོར་བ། རྨི་ལམ་གྱི་དངོས་པོ་གསལ་བར་སྣང་བའི་རྨི་ལམ་གྱི་ཤེས་པ་ལྟ་བུ་གཉིས་དེ་པོ། རྨི་ལམ་ཡང་བྱ།
རྨི་ལམ་གྱིས་སྤྱིར་དངོས་པོ་གསལ་བར་སྣང་བའི་ཤེས་པ་ས་ལ་གོ་མ་རེད་ཕའི་རྒྱུད་ཀྱི་བུ་གཟིགས་བུའི་གཟུགས་གཟིགས་པ་ཟེར་བ་ནང་བཞིན་འོ་དུག་གསུམ་གྱི་དངས་མེད་འགྲོ།

དཔེར་ན་གངས་རི་སྔོན་པོ་གནའ་བོའི་ཨོང་ཤེས་ལ་གངས་རི་གནང་མ་རེད་གངས་རི་གནའ་བོའི་ཨོང་ལོ་དེ་ཚད་མ་རེད་ཅེས་གསུངས་བར་དེ་ནང་བཞིན་སྔོན་དེ་འདྲའི་གནའ་ལམ་གྱི་ཤེས་པ་དེ་ལ་སྔོན་པོ་གསལ་བ་མེད་ནའང་ད་སྔོན་པོ་གནའ་བོའི་ལོ་དེ་ཚད་མ་ཡིན་པས་ཞེས་ཟེར་ལབ་ན། ད་དེའི་ཁ་དོག་ལ་འཁྲུལ་བ་རེད་གཅིག་ལ་འཁྲུལ་ཡོད་མ་རེད་དེ་འདྲའི་གསལ་ཡོད་མ་རེད་ཁ་དོག་ལ་འཁྲུལ་བ་རེད་གངས་རི་ལ་འཁྲུལ་ཡོད་མ་རེད་གསལ་དེ་འདྲ་མང་པོ་ཡོད་རེད་ང་རྒྱལ་མཁན་པོའི་རྗེས་ལ་འགྲོ་གིན་གདའ་ལ།
ལྟ། རེད་ཕལ་ཆེར། འདི་དྲི་བ་དེ་ཐ་མ་རབ་དེ་རེད་དོ། ག་ས་དེ་ཐ་མའི་དེར། རང་རིག་མི་ཤེས་བའི་བློ་བྱེ་བྲག་སྨྲ་བ། ལྟ། བྱེ་བྲག་སྨྲ་ལུང་གི་རྗེས་འབྲང་དུ་གཡུག་བཞག་ནས། བྱེ་བྲག་སྨྲ་བའི་བློ་དང་མདོ་སྡེ་ཆོས་དབུ་མ་རང་རྒྱུད་བར་ལབ་རོགས་ཨ། ལྟ། མདོ་སྡེ་ཆོས་དབུ་མ་རང་རྒྱུད་བའི་བློ་ལ་ད་ལྟ་གསུང་གི་ཡོད་རོགས་ཨ། མདོ་སྡེ་ཆོས་དབུ་མ་རང་རྒྱུད་བའི་བློ་ལ་དུས་གཅིག་དྲན་པ་ཟེར་ལྟ་ཡུལ་ཅན་དེར་བ་གང་ཆད་སྔོ་འཛིན་མངོན་སུམ་དྲན་པའི་དྲན་ཤེས། ཟེར་ཏེ་དཔེར་ན། གཉིད་སད་མ་ཐག་པའི་སྐབས་སུ་རྨི་ལམ་གྱི་ཤེས་པ་དྲན་པའི་དྲན་ཤེས་ཡོང་གི་རེད་དེ་ནས་བཞིན་ལོག་ཤེས་དེ་འདྲའི་དྲན་པའི་དྲན་ཤེས་ཡོང་གི་རོགས་ལོག་ཤེས་སྔར་སྐྱེས་པ་དེ་འདྲས།

ད་ཡིན་ནས་མཁས་པ་ཁ་ཤས་ཀྱིས་བཏང་གསུང་ཚུལ་ལ་དེ་འདྲའི་རྗེས་ཐོགས་ཡོང་གི་འདུག་ཨ། ད་དཔེར་ན་ཆ་བཞག་ན། བསྟན་དར་ལྷ་རམས་པ་རེད་བསྟན་དར་ལྷ་རམས་པ་ཡོད་རེད་བ། ད་འདི་སྲིད་དར་རེད་བ་ཨ་ལས་འདི་ཡིན་དགོས་ཡ་ཁྱད་ཡོད་མ་རེད་བ། བསྟན་དར་ལྷ་རམས་པས་བྱས་པ་ཡིན་ན། མདོ་སྡེ་ཇོ་མོ་རང་རྒྱུད་ལུགས་སྲོལ་གཞིར་བཟུང་བྱས་པ་ཡིན་ན། རྨི་ལམ་གྱི་ཤེས་པ་དྲན་པའི་དྲན་ཤེས་དེ་གཉིས་བསྲེས་མ་ཐག་ཏུ་སོང་འདུག་ཨ། ཡིད་ཀྱི་མངོན་སུམ་ཚད་མ་ཅིག་སྐྱེས་པ་ཡིན་ཟེར་གསུངས་བཞག། ཡིད་འབྱུང་བ་སོགས་ཀྱི་ཚད་མ་སྐྱེ། ཡིད་འབྱུང་བ་སོགས་ཀྱི་ཚད་མ་སྐྱེ། དེའི་མཇུག་ཐོགས་སུ། གར་ས་རྨི་ལམ་གྱི་ནང་ད་ག་རེ་རྨིས་ཡོད་པ་ཡིན་ནའོ། དེ་ལྟར་དེ་དྲན་པའི་དྲན་པ་དེ་སྐྱེས་པ་དེ་འདྲ་ཡིན་ཟེར། འདི་གསུང་གོ་དོ། ད་དེ་འདྲ་རབ་ཅིག་བཞག་ན་མ་གཏོགས་ཡང། ཡུལ་དྲན་པའི་སྟོབས་ཀྱིས་ཡུལ་ཅན་དྲན་ཟེར། གཞན་མྱོང་བ་དང་བྲལ་བ་ལས། དྲན་འགྱུར་བྱི་བའི་དུག་བཞིན་ནོ་ཞེས་གསུངས་པ་ནང་བཞིན་གྱི། གར་སོང་བའི་ཡུལ་ཡུལ་དྲན་པའི་སྟོབས་ཀྱིས་ཡུལ་ཅན་དྲན་ཚུལ་ཞིག་ད་ལྟ་དེ་དམིགས་བསལ་གྱི་སོ་ཡན་ཅིག་ཡོད་མ་རེད། ད་ད་ལྟ། གཅིག། རྡོ་རྗེ་ཆོས་དབུ་མ་རང་རྒྱུད་བློ་ལ་རབ་བྱེད་པ་ཡིན་ན། ད་དེ། སེམས་ཙམ་པས་བསླབ་པ་ན་བཞིན་དུས་གཅིག་དྲན་པ་ཡོད་པའི་ཕྱིར། བསླབ་པ་ན་བཞིན་གང་དག། དེ། དེ་དྲན་དེ་ངས་དེ་ངས་དེ་ངས་ཀྱི་དྲན་པ་ཞིག་དེ་རྟོགས་དེ་ངས་ཀྱི་དྲན་པ་ཞིག་དུས་ལ་དུས་ཕྱིས་སུ་སྐྱེ་གི་ཡོད་པ་ཡིན་ན། དེ་ལ་ཡིན་གཅིག་མིན་གཅིག་དེ་རྟོགས་དེ་ངས་ཀྱི་དྲན་པ་དེ་ཉིད། འདྲེན་བྱེད་ཀྱི་ལྟ་ཚད་མ་སྔ་མ་ཆེ་ཚད་མ་སེར་བོར་བས་ཡུལ་རྟོགས་པའི་བློ་སྔ་མ་ཆེ་སྔོན་དུ་སོང་གོ་གི་རེད་ཟེར་གྱི་དེ་ལབ་བསྡད་ཀྱི་འདུག་བ་དེ་གཅིག་པ་རེད་ཟེར་ལབ་བསྡད་ཀྱི་འདུག་བ།

གཅིག་པ་བཞག་ནས་ག་འདྲེ་དུ་བལྟ་ཡ་ཡོད་རེད། ཐེན་རྒྱུ་ཡོད་བཞག་པ་ནང་བཞིན་གཅིག་པ་རྣམ་པ་ཐམས་ཅད་དུ་གཅིག་པ་བྱ་ཡ་ཡོད་མ་རེད་བ། ཡུལ་དྲན་པའི་སྟོབས་ཀྱིས་ཡུལ་ཅན་དྲན་བསད་དེ། དེ་ལ་ད་དཔེར་ན་ཆ་བཞག་པ་ཡིན་ན་ང་ཚོ་དེ་ཡོད་རེད་བ། ཆོས་ཀྱི་སྐྱེ་བྱེད་པའི་གཟུགས་ཀུན་བརྟགས་པའི་གཟུགས་བཞག་དུས། མི་རྣམས་ཤེས་པ་ལ།

བུམ་པ་སྣང་བ་དེར་བ་བུམ་པ་སྣང་བ་དེ་བུན་འཛིན་མི་ཤིག་གི། བུན་འཛིན་མི་ཤིག་གི་ད། བུན་འཛིན་མི་ཤིག་གི་ཡུལ་དུ་བྱས་པ་ཡིན། བུམ་པ་སྣང་བ་ཁོ་རང་རེད་ད། བུན་འཛིན་མི་ཤིག་ལ་བུམ་པ་སྣང་བ་ཁོ་རང་བུན་འཛིན་མི་ཤིག་གི་ཡུལ་དུ་བྱས་པ་ཡིན། ད། བུན་འཛིན་མི་ཤིག་ལ་བུམ་པ་སྣང་བ་དེ་ཉིད། དུས་ཕྱིས་སུ་ད་དྲན་ཡོད་རེད་བ་དེ་ག་རེ་ཟེར་ན། བུན་འཛིན་མི་ཤིག་གི་ཉམས་སུ་མྱོང་བ་ཡིན་གསུངས་ཙང། དུས་ཕྱིས་སུ་དྲན་ཡོད་རེད།

ལ་བ་ལ། ནི།
སྣང་བ་དེ་ཉམས་སུ་མྱོང་དུས་རེ་སྣང་བ་བཅུ་གོ་ལ་བ་དབུ་མར་གཟུགས་ཁོ་རང་ལམ་ནི་འགྲིག་རེ་བ་གཟུགས་དེ་ཉམས་སུ་མྱོང་དུ་ཡོད་རེ་བ། ཡིན་དུ་གཟུགས་དེ་དྲན་ཡོང་དུས། གཟུགས་དེ་དྲན་སྟངས་དེ། ནི། ཡུལ་ཅན་དང་འདྲེས་ནས་དྲན་ཡོང་གི་རེད་ཟེར་ཐན་སྐྱོད་གསུང་གི་ཡོད་རེ་བ། དེ་གཅིག་པ་རེད་ཅེས་ལམ་ནི་འགྲིག་རེད་བསམ་གི་དེ་ཕལ་ཆེན། ཐན་སྐྱོད་ཐུན་མོང་མ་ཡིན་པ་དེ་བཞག་དགོས་ཨེ་ཡོད་བསམ་བསམ་རེ་བྱས། འོ་དེ་འདྲ་རེད་ཅེས། ད་དེ་གཉིས་གཉིས་གཅིག་ལྟ་ཡོད་དོ་ད་གི་དེ་གཉིས་གཉིས་རེད་ཅེས་རེ་བ།

བསྟན་པའི་ལྷ་རམས་པ་གི་གསུང་དང་དེ་ཆད་ད་དེ་ལས་ཁུངས་སུ་སྐད་མི་འདོགས་བ་ཁུངས་མི་འདོགས་དེ་འདྲ་ལབ་སྟེ་དུ་ཏས་ཁན་ཚ་རབས་ཅི་རེ་བ་ད། ཅིག་ཞག་ཞག་འོག་འུག་ཡར་བ་ཞག་སྟངས་དེ། ཡུལ་ཚན་པའི་སྟོབས་ཀྱི་གསལ་ཏེ་ང་ཚོ་དེ་འཇིག་རྟེན་ནང་ལ་ང་ཚོ་དེ། ཅེས་མངོན་སུམ་དུ་མྱོང་སྟངས་རང་གཞི་ཆ་ཅན་དུ་གསུང་གི་ཡོད་རེད་བ་ཐེན་ཁྱོད་གསུང་འདོད་རེད་བ། ཐེན་ཁྱོད་དེ་གསུང་སྟངས་དེ་ང་ཚོ་འཇིག་རྟེན་ནང་མངོན་སུམ་དུ་བས་ཉམས་སུ་མྱོང་སྟངས་གཞི་གསུང་ཅན་དུ་གསུང་གི་ཡོད་པ་ཡིན་གསུང་ས་དེ་ནང་བཞིན་གྱི་བ་ལབ་ཆགས་ན།

བཞག་ན་འགྲིག་གི་མི་འགྲོ་བསམ་ཁྱད་པར་ཆེ་ཡག་གི་ཚིག་ཅིག་ཡོད་ད་ང་ཚིག་རྒྱུ་བ་མེད་ཨོ་དེ་གན་གི་དེ་འདྲ་ཞིག་གསུང་ཞོར་ཆོས་དེའི་དང་དེ་དེ་ཨེ་ནས་ད་ལྟ་གན་རོང་པོ་ཆེ་བཀའ་གནང་མ་གནང་བཞིན། རང་གི་སྣང་བ་ལ་ཚེ་མ་ཡིན་པ་འོས་མེད་གི་སྒྲུབ་པོ། ཨོ་དེ་འདྲ་རེད་རེ་བས་གན་གི་ཅིག་དེ་དོགས་གཅོད་ཅིག་ཡོད་རེད་ཨོ་དེ་འདྲ་བྱས་དེ། ད་ཡང་བཅས་མྱོང་བ་སྔོན་དུ་སོང་པ་དེ་བེད་ཅིང་བེད་ཅིང་འགྲིག་འགྲུག་གོ་ད་མྱོང་བ་ཡིན་ན་རྟོགས་མི་དགོས་སུ་ལབ་ན་འགྲིག་གི་ཤོར་བ་མྱོང་བ་ཞིག་ན་ཡུལ་དུ་བྱས་ན་མྱོང་སྲིད་གི་མ་རེད་སྔོན་ཚུལ་མི་ཤེས་དངོས་པོ་མི་རྟག་པ་མྱོང་སྲིད་པ་ཡོད། སེམས་ཙམ་པའི་ལུགས་ལ་དང་རིག་པའི་བྱེ་བྲག་སེམས་ཙམ་པའི་ལུགས་ལ་ནི། གཟུང་འཛིན་མི་ཤིགས་ཀྱི་ཉམས་སུ་མྱོང་བའི་རང་རིག་དེ་གཟུང་འཛིན་མི་ཤིགས་མི་རྟག་པ་མྱོང་མྱོང་བྱ་མ་ཡིན་ཟེར་ཁྱད་པར་འབྱེད་ཀྱི་ཡོད་པ། ཅེས་དང། མྱོང་ཟེར་ཡ་དེ་ཡུལ་དུ་བྱས་ན་མྱོང་ཟེར་ལབ་ཆོག་གི་མེད་འགྲོ།
ད་ལྟ་འདི་ནི་བདེ་སྐྱིད་གསུང་དོགས་ཀྱི་རུ་རིགས་མི་བཞེད་པའི། ཨ་ནི། ག་ས་རུ་རིགས་མི་བཞེད་པའི་བྱེ་བྲག་སྨྲ་བ་དང། ལུས་ཀྱི་བཅིངས་གྲོལ་སེལ་གཙང་མ་ཟས་ཀྱིས་བཟློག། ད་ལུས་ཀྱི་བཅིངས་གྲོལ་སེལ་རྩོལ་མེད་རུ་རིགས་བྱེད་ཀྱི་མ་རེད་ཟེར་ཡ་དེ་ཟེར་གར་ཟོར་ད། མ་འགྲིག་མཁན་འདྲ་བོ་གཅིག་རེད་ཤག་གར་ཟེར་ན། ཀུན་མཁྱེན་བླ་མ་ཁོང་ཚོ་གི་བཞུད་ཟེར་ན་འདྲ་ད་དེ་འགྲིག་གི་བརྒྱུད་འགྲོ་འབའ་ཟེར་འགྲིག་ཁ་ཤས་ནོར་ལུག་ལ་ཨ་ནི་ལུས་ཀྱི་བཅིངས་གྲོལ་སེལ་རྩོལ་མེད་ལུས་ལ་ཨ་ནི་བྱེད་ཀྱི་མ་རེད་ཟེར་ནས་གསུངས་རུ་བ། ཡིན་ན་ཡང་ད་ང་ཚོ་ནི། ཐིག་འདི་ནོར་ལུག་ལ་བྱས་ན། དུ་བ་ཐིག་འདི་དུ་བ།

དེ་རྣོ་ལོ་ལ། དེས་ངའི་རྟ་དེ་ཚོ་འབར་ལ། ངས་ཡོང་རྒྱུར་རྟ་ཡ་བྱུང་མ་སོང་དེ་ཡིན་དུས། དེས་རྒྱ་ཤ་རྒྱག་ནས་ང་ཚོ་གི་རུ་རིག་བཞག་དགོས་འདུག་གསུངས་སོང། དེའི་རྒྱུ་མཚན་ག་རེ་རེད་ཟེར་ན། ངའི་སྲི་བོའི་དབྱེ་བ་གཞིར་བཞག་ནས་ཤི་རོ་ཡི་བར་སྐར་ཚགས་ཡི་གེ་ལ་ང་ཚོ་སྔོན་ཚུར་རོང་ལ་རོང་ས་བ་དང་གཞེར་ས་བ་གཉིས་ཟེར་འགྲེལ་བཤད་བགྱི་བ་དེ་དུས་མཚུངས་པ་ར་བ་གྱིས་ཤི་རོ་ཡིར་མི་ས་ངན་ནོ། ནོ་ས་ངན་ག་ནས་ཤི་པ་ཞིག་འགྲེལ་བཤད་འདུག། དེ་དུས་ཐུབ་མ་ནས་རྗེ་རིན་པོ་ཆེ་གིས་ལུས་འདི་རུ་རིའི་ཡེ་ཤེས་འདི་བཞེས་པའི་སྐབས་སུ་ཡེ་ཤེས་རུ་རི་འདི་བཞེས་པའི་ཡེ་ཤེས་ཀྱི་ཡུལ་དུ་འགྱུར་རོ་ཟེར་བ་དེ་ཁ་ཤས་ཀྱིས་བརྟག། སའི་ལུས་ཀྱི་འགྱིང་འགྲོ་དང་སའི་བཙུན་མ་གཉིས་སྤྲེལ་སྤྲེལ་ཡིན་པའི་བཟོ་འདྲ་བོ་ཅི། ག་རེ་རེད་ཟེར་ན། ཀུ་ཤུའི་བག་ཆགས་ལྟ་བུ་བརྟག་ཡས་དེ་སུས་འབིས་གསུངས་རོགས། དེ་ཡིན་ས། ལུས་ཀྱི་དེ་རིག་པའི་འགྱིང་འགྲོ་ལ་ཤར་བ་ཡིན་ན་དེ་ནུ་མ་འགྲེལ་བཤད་ལན་དྲི་འོང་དེ་ཀུ་ཤུའི་བག་ཆགས་བརྟག་ཡས་དེ་གསུངས་ཟེར་དེ་ཀུ་ཤུ་དུ་བག་ཆགས་མཁན་ལ་ཡང་དེ་ཡང་ལུས་ཀྱི་འགྱིང་འགྲོ་སའི་བཙུན་མ་མ་གཏོགས་རིག་པའི་འགྱིང་འགྲོ་ཡོད་མ་རུང་བ། དེ་མིན་དེ་གསུངས་པ་ལ་ནི།

མདོ་སྡེ་བཤད་པ། འདི་གསུམ་པ་ལ་མདོ་སྡེ་བཤད་པའི་དབུ་མ་རོ་རྗེ་བོད་ལུགས་ལ་ཡོད་པ་རོ་རིག་ཁས་མི་ལེན་པ་རྣམས་ཀྱིས་བརྟགས་ན་རང་གི་སྣང་བ་ལ་ཚད་མ་གེགས་མེད་དུ་གྲུབ་བོ་ཟེར་ནས་གསུངས་རོགས། དེ་ཡིན་ཙང། དེ་ཡིན་ཏེ། ཕྱིས་སུ་དྲན་པ་འགྲེལ་བཤད་ཀྱི་བློ་དེ་གི་ཡིན་གཅིག་མིན་གཅིག་གི། ཁོ། དེ་རྟོག་ངེས་ཀྱི་བློ་གཅིག་མངལ་དུ་འགྲོ་དགོས་ཀྱི་ཡོད་པ་རེད་དེའི་སྣང་བ་དེ་ག་རེ་བྱས་ནས་འབྲི་དགོས་པ་རེད་ཟེར་ན་དེ་འགྲེལ་བཤད་ཀྱི་བློ་དེ་དག་རང། ཤེས་པ་འཁོར་བ་དག་རང། སྦྱིན་མ་སྟག་ལུང་ནས་དབུ་ཤི་འཁོར་བ་བྱ་བྱ་རོགས། རོགས་གྱིས། འདི་ཡིན་ཙང་འདི་ཞག་རེད། རྒན་རྒས་དཔོན་མ་ཅན། དེ་མ་ལྟ་ལོ་ནི་དབུ་བཞི་འཁོར་བ་ཞག་རེད། དེ་ཡིན།
ཤི་བ།
མ་རེད་མ་རེད།
མ་རེད་འདི་ལགས་རེད་མ་རེད་རྒན་ཁྱེད་ར་འདི་རེད་མ་སོང། རྒན་རྒན་རྒན་ལགས། རྒན་བུ་ཚུ་བསྟན་འཛིན་ལགས། ད་གི་ད་རི་གེར་ལ་ཡ་དེ་ཡོང་གེ་གི་ནོ་བ་དྲེར་ད་ང་ལ་གེ་རྒྱབ་པ་ལ་རོ་ཅི་སི་ལ་ད་ད་ག་སི་ལ་མེ་ད་ཨོ་དེ་རི་ཨོ་དེ་ཅི་དེ་ག་རི་སེར་དེ་དྲེན་པ་དྲེ་ཞེ་གི་ལོ་དེ་ལ་དེ་གུ་གུ་འདུག་སུང་རི་བ་ད་དེ་ཡིན་དེ་གེ་གི་ད་རང་སུང་ཡོ་རེ་སི་ག་རི་སེར་ན་ཤི་པ་ཡིན་ན་རུང་གི་ནོ་བ་ལ་ཚེ་མ་ཡིན་པ་གི་མེ་དུ་གྲུ་བོ་སུང་ར་ད། ད་དེ་ཡིན་དུས་ད་ང་ཚོ་གིས་དེ་དེ་བས་ངོ་རྒྱ་གཞུང་ནང་འདུག་ད་ཡང་དེ་དོན་དེ་རུ་རིག་མཁན་མི་ལེགས་པ་རྣམས་ཀྱི་ས་ཕྱོགས་སུ་བང་ལོང་འཛིན་པའི་རུ་ཤི་གཅིག་གིས་ལྟོ་གོ་རེ་ཟེར་ཡ་དེ་རྒྱ་གཞུང་གཅིག་ནང་ངས་མཇལ་མྱོང་བ་ངེས་མ་རེད་པ་དེ་བྱས་དུས་ད་ངས་དབུ་ཤི་དེ་བཞག་ན་ག་འདྲས་སུ་བཞག་དགོས་ཡོད་ནའ་རྒན་རྣམ་པ་ཚོ། དཔེར་ན་རྒྱུ་མ་སྟག་ལོང་ནོར་ཡི་དབུ་ཤི་མ་བཤད་ངའི་དབུ་ཤི་གཅིག་ལ་བཞག་དགོས་རེད་པས་རྒྱུ་མ་སྟག་ལོང་ནོར་ཡི་དབུ་ཤེས་ཚ་ཡི་འཇིག་དབུ་ཤི་གཅིག་ལ་བཞག་དགོས་རེད་ད། ད་དེ་དེ་འདྲའི་རེད་ནི་དབང་ཤེས་པ་སྡོམ་བསྡད་རྒྱུར་བ། དང་པོ་ས་ཆ་སྟོང་པ་རེད་དེ་ཁོ་འཁྲབ་འཁྲབ་སྟོན་མ་བྱས་ཤོང་ལ། དེ་ནས་འཁྲབ་སྟོན་བྱེད་དགོས་འདྲ་མེད་འདྲ་བྱས་ནི་དེ་འཁྲབ་སྟོན་བྱེད་དུས་མཐོང་ཡོང་དགོས་རེད། ད་དེ་ནས་ནི་འཁྲབ་སྟོན་ཡ་དུས་སུ་ནི་ཁོ་མེད་པ་རེད་འགྲོ་ཁོ་གཞི་བདག་ལ་ཕར་འགྲོ་མར་ཚུར་འགྲོ་མར་ང་ཚོ་སྐུ་ཕྱྭ་ཡི་བ། སེར་མ་དྲུག་གསུམ་བཤད་ཡོང་དུས། འོ་དེ་ནང་བཞིན། ད་དེ་འདྲས་ཀྱི་དབང་ཤེས་མང་པོ་ཞིག་ཡོད་རེད་བ་དེ་སྐད་གང་གི་ནུས་པས་ནི་གྲུབ་འགྲོ་རེད་བ། ལག་པ་ཞིག་གིས་ཀི་ལོ་ལྔ་བཅུ་མ་ཁྱོད་ན་ལག་པ་རེ་ལ་ཉུལ་ཚེ་ལྔ་ཚེ་ལྔ་སྐྱབས་ན་ལག་པས་སྐྱབས་རེ་ཟིག་རེད་བ་འོ་དེ་རེད། དེ་རང་རིག་གཅིག་གོ་མ་རེད། རང་རིག་ས་ར་དེ་དབང་ཤེས་གཅིག་གོ་མ་རེད། སྔ་མ་ཕྱི་མ་གང་ག་སྟོབས་ནི་གང་ཟག་དེ་ལ་གཅིག་སྤྲད་ཡག་ཡོད་རེད། རེད་ད།
མདོ་མ་དེ་ནས་རེད། བཤད་ན་རྒན་གི་ཚེ་ན་སྒྱུ་མ་ལྟ་ལོ་ཁྲོ་ཚ་ཡི་བགྱིས་ལ་ནི། ས་ཆ་དེ་སྟོང་པ་ཆགས་འདུག་པའི་དབུ་ཤེས་དེ་དབུ་ཤེས་དེ་ཤ་གོ་ཡིན་དེ་པ་གཅིག་དང། གོ་མ་རེད་ཅེ་དབང་ཤེས་སྔ་མ་དང་ཕྱི་མ་མཐོང་གི་གང་ག་སྡོམ་པའི་སྟོབས་ཀྱིས་གང་ཟག་དེ་ལ་ཨ་ནི་བློ་དེ་འདྲ་སྐྱེ་ཡོང་གི་རེད། ཨ་དེ་འདྲའི་ཤ་ཡིན་པ་དང་འོ་དེ་དེ་ཤ་འདྲ་མི་རེད། གོ་ད་ཕྱི་མ་དེ་ཤ་ན་ཡིན་འདྲི་བའི་ཕྱིར་དེ་ནི།

ཨེ་ཕེར་ཏི་ཐོ་ཡོ་གི་མི་ཤེས་ཀྱི་ཡོའོ་རེད།
མེ་ད་གོ་རྒྱ་ཡོར་བ། ཡོར་བ་དེ། དང་ག་འདི་སྟོང་པ་སྟོང་རྐྱང་བྱེད་ཅེས་ཨ་ནི་པ་ལྟ་བཞག་ན་གས་གས་འདུག་མཐོང་གི་མི་འདུག་ཨ། དང་པོ་དེ་འདྲས་འཁྲབ་སྟོན་མ་བྱས་གོང་ལ་དེ་འདྲས་བྱས་དེ་འདྲས་འཁྲབ་སྟོན་དེ་འདྲས་བྱས་སོ། ད་གོ་བ་ནི་འགྲོ་མ་ཚུལ་ནི་འགྲོ་མ་ཚུལ་དེ་བ་ལ་དེ་རང་མེད་པ་བྱས་སོ་ཟེར་དེ་ཨ་ནི་དེ་འདྲས་གསུང་གི་མི་ཤེས་མཐོང་གི་ཡོར་བ། ཨོ་ས་ཆོས་ས་བར་སྣང་མཐོང་གི་ཡོར་བ་ཨོ་དེ་གསུང་དེ་ཡ་དོམ་ནི་བསམ་བློ་བཏང་གོ་རེད་ཟེར་དེ། ཨོ་དེ་རེད།

བར་བདག་གིས། ཨ་ཙེ་མོ་ཙེ། དེ་མེད་ན་ནི་ག་རེ་འདོད་ནི་ཕ་ཉིད་ནོ་ཨ་ནུ། ན་རེ་སྣང་བ་སྣང། མོ་ཤི་ཁུ་རུ་གི་འདྲེ་ཨ་ད་ནི། སྣང་བ་སྣང་རོ་ཨ།
དེ་ཁྱེད་ར་ཏོག་ཆུ་གུ་དུ་ཨ་ཟི། ག་རེ། ཏོག་ཆུ་གུ་ཡ་ཨི་ད་དེ་ཏུ་གུ་ཡོ་ན་ཟིར་ད། ཇི་མ་ཏག་ལོ་ནུ་ཨུ་ཤི་དེ་ལ་ཕ་ཉིད་ནོ་ཨ་འདི་ཏོག་ཆུ་གུ་ཡོ་ན་ཟི་བར་ད། ག་རེ། ཨ་ནི་ནོ་ཆུ་གུ་ཡོ་ན། ཨ་ནི་ད་ར། ཨ་ལེ་ཨ་ལེ་ཇི་མ་ཏག་ལོ་ནུ་ཨུ་ཤི་ཁུ་རུ་གི་འདྲེ་ཨ་ད།
མི་འདི་དེ་འདྲ་ཟི་བ་མ་ད། ཨ་ནི། བར་གྱི་སྣང་བ་སྣང་གི་དབང་ཤེས་ཡོད་ཆོག་གི་རུ་བར་ན་ལྟུང་བ་སྣང་གི་དབང་ཤེས་ཡོད་རེད་ད་ང་ཚོ་མགྱོགས་པ་བྱེད་ག་ས་བྱེད་པ་ཉུལ་བས་མགྱོགས་གུ་མགྱོགས་གུ།

ཨ་ནི་ཕྱིས་སུ་ངེས་པར་དྲན་ཡག་སྟེ་དེ་གཉིས་སྐུ་དྲིན་གྱིས་བྱས་མེད་ད་ཐ་དད་རྟོག་གི་ཡོད་ཙང་རང་རིག་མངོན་སུམ་དེ་སྒྲུབ་ལགས་པ་རེད།
དེ་འདྲ་ཡིན་ན་རྒན་དག་རང་དེ་ག་རང་མ་གསུངས་ཤག་ནི་འགྲིག་གི་འདུག་སྒྱིར་འབུ་ཅིག་ག་རེ་རེད་ཟེར་དེ་གསུངས་གི་འདུག་ག་རེ་རེད་ཟེར་ན་ས་ཕྱོགས་སུ་བང་ལུག་གི་གཞི་འཛིན་པའི་དབུང་པའི་གཉེན་སྲིན་ལ་བརྟེན་ནས་གཏོར་རོ་ལགས་འདུག་མ་གཏོགས་དབུང་པོ་ལ་བརྟེན་ནས་གཏོར་རེད་ཟེར་ཤག་ཤག་རང་ཨོ་ཟེར་རོགས་དེ་འདྲས་བཤད་ཀྱི་འདུག་བ། དབོན་པོའི་ངེས་སྲོལ་ལ་བརྟེན་ནས་ལ་ཞིག་འདུ་བ་ཟེར། ཅི་ལ་ཡང་གསུང་ངས་འདི་ཞུ་ཡག་རེད་མ་གཏོགས་དེ་ང་ལ་ལ་ཡང་མ་བལྟ་ནས། ཡང་ང་ཁྱོད་རང་གི་ཞུ་དག་གཏང་གི་ཡིན་ན་ལྟོས་དེ་སྣོན་པའི་རྒྱབ་ཤ་ནས་རིག་རེད་ཡང་མིན་ན་ཆེན་རྒྱབ་ཤ་ནས་ཡང་རིག་ས་རེད། ཆོས་བཟང་བར་སྣང་འཛིན་པའི་དབོན་པོ་དངོས་སུ་མི་རྟག་པ་ལ་བརྟེན་ནས་མ་གྲོལ་བ་དང་འདི་དེའི་རྒྱུ་མ་ཡིན་པ་དང་ལམ་སྣེ་དེར་ཞེ་དྲག་ཞེ་དྲག་དེ་ཡོད་མ་རེད།

འོ། དེ་འདྲའི་ཟེར་གྱིས་འདུག་གསུངས་ཨ་ལས་ཨ་ལས་འདི་དང་དེ་རེད་ལས། དེ་ད་ལྟ་ང་ཚོ་གི་རུ་དེ་ལ། སྒྲིག་མཁན་མི་ལས་བར་སྣོན་འཛིན་པའི་དབོན་པོའི་སྔས་སྲིད་ཀྱི་ཤག་ཤག་དེ་ད་གྱེན་ནོངས་པ་ཚོ་དུས་ནོངས་སྔས་སྲིད་ཡིན་ངེས་དུ་མ་ཡིན་གྱི་སྤྱི་རིགས་ཚིག་ཚོགས་དགོས་གི་རེད་མི་ཟེར་ནས་དེ་ད། བཞིན་མི་བོ་རྒྱག་མ་འདྲ། འདི་རེད། མ་རེད་མ་རེད་དེ་འདྲས་རེད་འོ།
དེ་མ་བྱས་རང་ཤར་ཡིག་བརྒྱ་ལ་རུ་བ་རང་གི་སྣང་བ་ལ་ཚད་མ་ཡིན་འཁྲུལ་ཟེར་ཡག་དེ་ལྟོས་དཀའ་ལས་ཁ་པོ་ཡོད་རུ་བ། དེ་ཐལ་འགྱུར་བས་མ་གཏོགས་བཞག་འདུག་གི་མ་རེད། རང་རྒྱུད་པའི་ལུགས་ལ་དེ་འདྲས་བཞག་མ་འདུག་དེ་ཨེ་ནས། ཐལ་འགྱུར་བའི་ལུགས་ལ་ཨེ་ནས་དེ་ལྟོས་པ་རེད། རང་རྒྱུད་པ་ཁོ་རང་གི་ལུགས་ལ་ག་རེ་ལྟོས་པ་རེད་ཟེར་ན། རང་གི་སྣང་བ་ལ་འཁྲུལ་བར་བ་ཟེར། འཁྲུལ་པ་ཡིན་ན་ཡང་དེ་ལ་ཚད་མ་ཡིན་ཟེར་ལབ་ཐུག་མར་བ་ཟེར་རོ། བ་འོ་དེ་ཟེར་གོ་ཟེར། རེད་བ། དེ་ལ་འཁྲུལ་ཞེས་དེ་ལ་ཚད་མ་ཡིན་པ་དེ་འགྱུར་བའི་ཨེ་ནི་མ་གཏོགས་བཞག་ཐུག་མེད་ཟེར་ཡོད་བ་ཨང་དོ། ཐག་ཆོད་མ་རེད་ཐག་ཆོད་རེད་རྣམ་འགྲེལ་རེད། རྣམ་འགྲེལ་དགོངས་པ་རབ་གསལ་ན་ཡོད་བ་འོ་དེ་བྱས་ཏེ་དེ་ག་ལས་ཁག་པོ་ཞིག་གོ་རེད་བྱས། ཞེན་ད་ཀྱི་ནང་བཞིན་ལ་བཞེད་ན་ཅི་བྱེད་ཡང་རེད།
ཡིན་ན་ཡིན་ཤི་སྐད་ཡིན་ན་དམིགས་བསལ་མེད་པའི་ཆོག་ཨ་ད་ཟེར་ན།
དེ་ནི་དེ་གསུངས་ར་གི་ག་རི་ཟེར་གི་དགོན་པར་ས་ག་རི་གསུངས་རེད་ཟེར་རོ། ཨ་ནི་དགོན་པ་ར་ས་ནུ་ག་རི་གསུངས་ཡག་རེད་ཟེར་རོ། ཕྱི་དེ་ལ་ཚད་མ་ཡིན་ན་ཕྱི་དེ་ལ་མ་འཕྲོ་བ་ཡི་གི་པ་མཐའ་འཇོ་མ་འཕྲོ་བ་ཡི་གི་པ་ཨ་ནི་མཐའ་འཇོ་བ་མ་ཏོ། ཨ་ནི་རུ་དེ་གྲི་མཐའ་མ་བ་ནུ་ཀྱི་ཤི་སྐད་ཡིན་པའི་ཤི་ཨ་ལ་རོ། ད་ཤི་སྐད་དང་དམིགས་ས་ཡོད་ཨེ་ཟེར་གི་ཡང།

ཨ་ཁྲིའི་རོང་པོ་ཆེ་ལ་བྲེལ་བརྡུང་བྱུང་ན་ཨ་ཆོས་གོས་བྲེལ་བརྡུང་བྱུང་ན་སྤང་བྲེལ་བཏང་བྲེལ་བཏང་མ་དམིགས་བསལ་རེད་ཟེར་ཏེ། དེ་དེ་ཁོ་ཁོ་ར་བསྡུ་བའི་འགྲོ་སྟངས་རེད་གོ་རེད་ཟེར་གོས་གོས་མང་ལ་ཁྱབ་ཁྱབ་མྱོང་སྲིད་གོ་རང་ཚོ་ངེད་མ་ཡིན་ན། གོས་གོས་མང་ལ་ཁྱབ་དེ་དེ་ཟེར་ཨ་ཡོད་མ་དེ་དམིགས་བསལ་བཏང་རྒྱུ་ཨ་མ་རེད་ཀྱི་ར་བཏང་གི་མེད། ཨ་བཙན་མོ་ཟེར་ཡ་ཡ་ཉོབ་བསྡད་འདུག་ཨ།

མར་དང་མར་དང་མར་དེ་ལག་གོ་མར་དང། ཐང་ཅོ་བ་ཁོ་རང་ནུང་ལུགས་ལ་ཡང་ནུང་ག་ལེ་གི་འདུག་བ་ཟེར། བློ་བའི་ཟླ་བ་གྲགས་པ་ལབ་ཟ་བས།
བློ་བའི་ཟླ་བ་གྲགས་པ་ཆོག་གི་སོགས་ནང་བཞིན་བྱས་ན། ཁོང་གི་འཇུས་པི་རང་འདྲའི་དུ་དུ་མར་འགྲོ་བ་ནོ་ཞེས་བཤད་ན་དེ་རེད་འདུག་གིན། ག་རེ་རེད་ཟེར་རོ། ནི། ཡིན་གཅིག་མིན་གཅིག་གི་ཀོ་ཡི་དྲན་པ་ལ་ལྟོས་ནས་ཡིད་དུ་ཡིད་ཆེས་གུ་རུས་ཀྱིས་རྟོགས་པ་ལྔས་ནི་འགྲོ་འགུགས་རེད། ར། ཤིས་སུ་དྲན་པ་ཤེས་བ་ལ། རེད་མ་རེད། གོ་མར་གོ་མར། མ་ཡིན་ན་ཡིད་ཆེས་མི་ལྟོས་ཀྱི་ཡིད་ཆེས་གང་འདྲས་བྲལ་བོ་རེད་གིན་ཏེ།

འདི་ཞེས་ཚེ་རབས་བསྟན་གྱི་སྤྱན་ནས་མཁས་མང་འདུས་པ་རྒྱ་མཚོ་མཆོག་གི་ཞལ་དྲུང་དུ་བློ་བཟང་དོན་གྲུབ་ནས།